ལྷན་སྐྱེས་ཁམས་བཟང་ང་ནོར་བཟང་ཡིན། དེ་ནས་དེ་རིང་ང་ཚོས་མཁས་སེ་ངས་ཁྱེད་རྣམ་པ་ཚོ་ལ་ཞུ་བ་ནང་བཞིན་བྱས་ན་དྲ་ཐོག་ནས་བོད་ཡིག་གི་སྐོར་ལ་ཤེས་བྱ་ཐུང་ངུ་རེ་མཉམ་ཤོད་བྱེད་ཀྱི་ཡིན། ད་ལྟའི་གཙོ་བོ་དང་སུས་ཀྱི་ཆེད་དུ་ཡིན་ཟེར་ན་བོད་ཡིག་སྦྱང་ཡང་གི་འདོད་པ་ཡོད་མི་ངན་བོད་ཡིག་ལ་ཤ་ཚ་ཡོད་ངན་དེ་ལས་དང་པོ་བ་དེ་ཚོས་ཀྱི་ཆེད་དུ་ཡིན་མ་གཏོགས་སུ་སྤྱི་པའི་གི་ཡང་གི་མཁས་པ་ཆེན་པོ་དང་དེ་ཚོས་ཀྱི་ཆེད་དུ་མིན་ཟེར་བ་དེ་འདྲས་ཡིན་དེ་ཚང་མ་ལ་ད་ད་རེས། ང་ཚོས་གི་སྐད་ཆ་གཙོ་བོ་གི་བརྗོད་གཞི་དེ་ག་རེ་ཡིན་ཟེར་ན། ད་འོ་ན་ང་ཚོས་བོད་ཡིག་སྦྱང་དགོས་ཡག་གི་རྒྱུ་མཚན་ག་མ་ལོ་ཐུག་རེད་ཟེར་ཡ་འབྱོར་བ་ད་དེ་གི་སྐོར་ནས་ཁ་བརྡ་ཅུང་ཟད་ཅིག་ཞུ་ཡ་ཡིན་རོ། ད་ཐོག་མ་ད་དེ་ཡིན་པ་ཡིན་ན་ང་ཚོ་བོད་ཡིག་ར་ད་བོད་གི་ཡི་གེ་དེ་ལ་ནི་དབྱངས་དང་གསལ་བྱེད་གཉིས་སུ་ཕྱེ་ནས་ང་ཚོས་ད་ཡ་སུམ་ཅུ་པ་དང་བཏང་འཇུག་དང་ལེགས་བཤད་ལྗོན་དབང་དང་དཀའ་གནས་གསལ་བའི་མེ་ལོང་ད་བརྡ་སྤྲོད་པའི་གི་གཞུང་དེ་མ་མང་པོ་ཅིག་ཡོད་པའི་གི་ནང་ལོགས་ནས་ད།

གཉིས་པའི་ཆ་ནས་ད་ལོ་རྒྱུས་ཀྱི་ཐོག་ནས་དོན་དངོས་ཀྱི་ཐོག་ནས་གཞི་བཞག་ནས་ད་ང་ཚོ་འགྲོ་བ་མི་གཅིག་ཡིན་པའི་ངོས་ནས་དེའི་ནང་ལོགས་ལ་ང་ཚོས་ཀྱི་སྐད་ཆ་བཤད་ངེས་ཀྱི་དང་ཡི་གེ་འབྲི་ངེས་ཀྱི་དེ་འདྲའི་ཀྱི་རིགས་སུ་གཏོགས་པའི་ཀྱི་ཆ་ནས་ང་ཚོས་ཀྱི་བོད་ཡིག་འདི་བོད་ཡིག་འདི་ང་ཚོ་བོད་པ་ཙམ་མ་ཡིན་པ་ནི་ནི་ཁྱེད་ཀྱི་ཚང་མ་ལ་གལ་ཆེན་པོ་ཡིན་སྟངས་ཀྱི་རྒྱུ་མཚན་ཆགས་ཀྱི་ཡོད་རེད་དེ་ནས་ད་ཐོག་མ་ཡིན་པ་ཡིན་ན་ད་གལ་ཆེ་ཤོས་དེ་ད་མང་ཆེ་བ་ཀྱི་བཤད་བསྡད་ཡ་དེ་དེ་རེད་ད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་དཔལ་གྱི་དེ་ནི་བླ་ཆེན་མི་ཆེན་མཁས་དབང་རྣམ་པས་གི་ད་བཀའ་ལུགས་དང་དག་པ་དང་ཕེ་བདེ་ཡག་གི་གནད་འགག་གཙོ་བོ་ཅིག་དེ་ག་བ་ལ་ཐུག་གི་རེད་ཟེར་ཏེ་ཚང་མ་ལ་ལྷ་ཆོས་ཀྱི་སྟེང་ནས་བོད་ཡིག་ལ་ཆ་མཚོན་པ་ཡིན་ན་ཧ་ལས་པའི་གི་གལ་ཆེན་པོ་ཅིག་ཆགས་ཡོད་ད་དེ་ཡིན་དུས་ཚང་མ་དེ་བས་ཀྱང་ད་ལྷ་ཆོས་ཟེར་ན་འདྲ་ད་ད་ནི་ང་ཚོའི་ནང་ཆོས་ནང་པ་སངས་རྒྱས་པ་ད་དེ་ག་རེ་རེད་ཟེར་ན། རྒྱ་གར་ནས་འཁྲུངས་པའི་གི་དེ་ནས་བདག་ཅག་གི་སྟོན་པ་ད་དེའི་གི་གསར་གཏོད་བྱས་བཞག་པའི་གི་དེ་ནས་ནང་པའི་གི་ཆོས་གཞུང་དེ་ནས་ད་ང་ཚོའི་གི་བདུན་བཞི་དང་བདེན་གཉིས་བཅུ་གསུམ་དེ་ནས་རྟེན་འབྲེལ་ཡན་ལག་དཀར་སོར་བཅུ་གཉིས་ལ་བཙུད་པའི་གི་ད་དེ་འདྲའི་གི་ད་ནང་ཆོས་གི་སྐོར་ལ་ནི་སྒང་དང་ད་སེང་ཁམས་གི་ད་དེ་འདྲའི་གི་ན་ཚ་ལ་ཕན་ཐོགས་ཡོད་ཡ། ད་ནི་ང་ཚོས་ཤུགས་དངོས་པོ་གི་བདེ་སྐྱིད་སྤྱི་བོ་གི་ཕན་ཐོགས་ཀྱི་མེད་པ་ཡིན་ཙང་ང་ཚོ་ནང་གི་སེམས་རྒྱུད་ལ་ནི་ད་ཅིག་བདེ་བ་རྙེད་ཡ་དེ་ཡང་ད་ནང་ཆོས་ཁོ་ན་ལ་མ་བརྟེན་པར་ད་ཡོང་ཡ་མེད་པ་ལྟ་བུ་ཅིག་ཆགས་ཡོད་ལ་དེ་འདྲ་ཡིན་དུས་བརྩམས་པ་ལ་ད་དེའི་འཛིན་སྐྱོང་སྤེལ་མཁན་དང་ནི་ད་དེ་གི་ད་ཅིག་བསྟོད་འབིག་གི་རྗེས་འཇུག་པ་དེ་ཚོ་ལ་རྒྱ་གར་ད་རྒྱ་གར་གྱི་རྒྱལ་པོ་ཟེར་ན་ད་མང་ཆེ་བ་ཅིག་གིས་ག་རེ་ངོས་འཛིན་བྱས་ཡོད་རེད་ཟེར་ན་པ་ནེ་ལན་ཚ་ནས་བྱུང་འདུག་གི་དེ་ནི། མཁས་སྤྲུལ་གཉིས་ལྡན་གྱི་སྐྱེས་ཆེན་དེ་ཚོ་ལ་ངོས་འཛིན་བྱོས་དང་དེ་ཚོའི་གི་ནི་སྟོན་པའི་གི་ནི་སྐར་ཚོགས་རེ་གསུངས་བཞག་པ་དེ་འགྲེལ་པ་སྤྲད་བཞག་པ་དེ་རྒྱ་གར་མཁས་པས་གསུངས་རྒྱ་གར་མཁས་པ་དེ་ཡང་གཅིག་གི་བོད་མཁས་པ་གི་ནི་ནི་འགྲེལ་པ་དང་འགྲེལ་བཤད་ཡོངས་རྫོགས་བརྩམས་ནས་ནི་བོད་གངས་ཅན་གི་ལྗོངས་ལ་སངས་རྒྱས་ཀྱི་བསྟན་པ་ཟེར་ན་མི་འགྲུལ་ནང་ཆོས་དར་སྤེལ་བྱས་བཞག་པ་དེ་ནི་ང་རང་ཚོ་ལ་ཧ་ལས་པའི་གི་གལ་ཆེན་པོ་བརྩམས་དང་མ་ཟད་འཛམ་བུ་གླིང་ལ་ཡང་གལ་ཆེན་པོ་རེད་ཟེར་ཏེ། ད་འཆད་ཉན་བྱེད་པར་བྱེད་པ་ལ་དེའི་གོ་བ་རགས་པར་བྱེད་པ་ལ་དེ་ཉམས་ལེན་བྱེད་པ་ལ་ད་གཙོ་བོ་གཙོ་བོ་དེ་ད་ཡོད་ན་མེད་ན་དེ་ད་བོད་ཡིག་གི་ནང་ལོགས་ལ་ཐུག་བསྡད་ཡོད་རེད། དེ་ག་རེ་རེད་ཟེར་ན་དམ་པའི་ལྷ་ཆོས་ཀྱི་བཤད་སྟངས་ཅིག་བྱ་ཡོད་རེད་བ། དེ་འདྲས་བྱས་ཏེ་ཚང་མ་ལ་དེ་སྐད་བྱམས་པ། ད་འོ་ན་ད་ཡང་ཁ་ཤས་ཅིག་གིས་ག་རེ་གསུང་གི་འདུག་ཟེར་ན་ཁྱེད་སེ་ད་ཁྱེད་རང་གིས་སངས་རྒྱས་ཆོས་ལུགས་དང་ད་ནང་ཆོས་དང་ད་ཅིག་གི་དད་པ་དམ་ཚིག་དང་དེ་འདྲས་གི་སྐད་ཆ་མ་བཤད་པར་བྱས་ན་ཡང་བོད་ཡིག་སྐད་བྱེད་སྟངས་ཅིག་ག་འདྲས་རེད་ལ་དེ་ཚང་མ་ལ་ད་དོན་དངོས་ཀྱི་ཐོག་ནས་ད་འཛམ་བུ་གླིང་གི་ད་ཞིབ་འཇུག་པ་མང་པོ་གི་དྲུག་འདེང་དྲུག་འདེང་གི་ཐོག་ནས་བཞག་ཡོད་རྒྱུ་དེ་མུ་ཁྱུད་ཀྱི་ནང་ལོགས་ལས་ཆ་མཚོན་པ་ཡིན་ན་ད་ང་ཚོས་འཛམ་བུ་གླིང་གི་ད་ལོ་རྒྱུས་ཀྱི་ནང་ལོགས་ལ་ད་སྐད་རིགས་ག་ཚོད་ཡོད་རེད་ལབ་པའི་ཚང་མ་ལ་སྐད་རིགས་སྟོང་ཕྲག་བདུན་ཡོད་རེད་ཟེར་བ་སྤྱི་བཏང་ད་དེའི་ནང་ནས་ཨ་ནེ་ཡི་གེ་ཡོད་རྒྱུ་གི་སྐད་རིགས་དེ་ག་ཚོད་ཡོད་རེད་ལབ་པའི་ཚང་མ་ལ་ཨ་ནེ་ཉིས་བརྒྱ་ལྷག་ཙམ་གྱི་མ་གཏོགས་ཡོད་མ་རེད། ད་དེ་དེ་བས་ཀྱང་ད་གལ་ཆེ་བ་ཅིག་ད་དབྱངས་དང་གསལ་བཤད་གཉིས་ཀ་ཡོད་པའི་གི་ཡི་གེ་ག་ཚོད་ཡོད་རེད་ལ་དེ་ཚང་མ་ནི་ཉིས་བརྒྱ་ན་ནས་ལྔ་བཅུ་དེ་མ་གཏོགས་ལྷག་ཡོད་མ་རེད། དེ་ལྷག་ཡོད་མེད་ཙང་ད་དེའི་ནང་ནས་ཀྱང་གལ་ཆེ་བ་དེ་ལོ་ངོ་སྟོང་ཕྲག་ལྷག་གི་ལོ་རྒྱུས་ཡོད་འགྱུར་གི་བཀའ་ཡིག་ད་དབྱངས་དང་གསལ་བཤད་ཡོད་འགྱུར་ཅིག་ག་ཚོད་ཡོད་རེད་ལ་དེ་ཚང་མ་ནི་བཅོ་ལྔ་མ་གཏོགས་ཡོད་མ་རེད། ད་དེའི་ནང་ལོ་ལ་ང་རང་ཚོའི་བོད་པའི་གི་ཡི་གེ་ད་བོད་ཡིག་དེ་ཚོད་དེ་ཡོད་རེད། ད་དེ་དེ་ག་རེ་རེད་ཟེར་ན་ལོ་རྒྱུས་གི་ངོས་ནས་བཤད་ན་འདྲ་དང་མི་ཆོས་རིག་པ་གི་ཐོག་ནས་ད། འཇིག་རྟེན་མི་གཅིག་ཡིན་པའི་ཆ་ནས་བཤད་པ་ཡིན་ན་ཡང། དོན་དངོས་ཀྱི་ཐོག་ནས་ཞིབ་འཇུག་བྱས་པའི་གྲུབ་འབྲས་དེ་འདྲའི་ཞིག་གི་ཐོག་ནས་ང་ཚོས་ག་རེ་ཟེར་ན་བོད་པ་ཙམ་མ་ཟད་ད་ཅིག་བོད་ཡིག་ལ་དགའ་མཁན་ཡོད་པ་བོད་རིགས་ཡོངས་ཡིན་པ་དར་བ་དངོས་གནས་དེ་འདྲའི་གི་ཡོངས་རྫོགས་དེ་ད་གལ་ཆེ་རུ་ཕྱེ་སྟངས་དེ་ད་མི་ཆོས་ཀྱི་ཐོག་ནས་བཤད་པ་ཡིན་ན་ད་དོན་དངོས་ཀྱི་ལོ་རྒྱུས་ཞོལ་ལས་བཞག་པ་ཡིན་ན་ནི་སྐད་ཡིག་དེ་ལ་རིན་ཐང་ད་ག་ཚོད་ཅིག་ཡོད་བ་རེད། དེ་འདྲའི་ཡིན་ཙང་ང་ཚོ་བོད་ཡིག་སྦྱང་དགོས་ཡོད་བ་རེད་ལ་གི་གནས་སྟངས་དེ་བཤད་ཡོད་བ་རེད། ད་དེ་འདྲ་ཡིན་པ་ཡིན་ན་རུང་བ། ད་ང་ཚོ་བོད་ཟེར་ངེས་འདི་ནང་ལོགས་ལ། བོད་བཙན་པོའི་རྒྱལ་རབས་ཟེར་ཡག་ཅིག་ཤོད་ཡ་རེད་ཅེ་བཙན་པོའི་རྒྱལ་རབས་འདི་ནང་ལོགས་ལ། ད་ང་ཚོས་འབྲུ་སྤུངས་ཆེད་ཚོང་གི་རྩོམ་སྒྲིག་བྱས་འདི་གི་བོད་བཙན་པོའི་རྒྱལ་རབས་ནང་ལོགས་ལ། རྒྱལ་རབས་བཞི་བཅུ་ཞེ་གསུམ་ཤར། བཞི་བཅུ་ཞེ་གསུམ་གི་ནང་ལོགས་ནས་རྗེས་ཐོག་སུམ་ཅུ་སོ་གསུམ་པ་དེ་སྲོང་བཙན་མགོན་པོ་ཆགས་ཡོད་རུང་བ།

བུ་ཡིས་སེང་གེ་འདི་ག་འདྲས་བྱོས་རེད་ཟེར་ན། མིང་དང་ཚིག་གཉིས་ཀ་གི་རྩོམ་དགོས་གཞིར་གྱུར་ཏེ་སྐད་ཅིག་དྭངས་ཅིག་ར་ཚོ་དྭངས་ལ་ནི་ད་སྒྲ་ཅིག་ལ་གོ་དགོས་ར། དེ་ཡིན་གྱི་ཚང་མ་ལ་ད་མི་མང་པོ་གི་ཐུགས་མོས་ཀྱིས་ཡི་གེ་གསར་དུ་བཟོས་ཞེས་པའི་གསར་དུ་བཟོས་འཇོག་དེ་ག་རེ་རེད་ཟེར་དུས་ཚང་མ་ལ། ང་ཚོས་ཡི་གེ་གི་གཟུགས་དེ་ཆགས་ཡོད་རེད་མ་གཏོགས། ཡི་གེར་གསར་དུ་བཟོས་པར་བྱ་ཡོད་མར་ཡིད་གཟུགས་གསར་དུ་བཟོས་པར་བྱ་རེད་ཟེར་ཡག་གི་ད་དེ་འདྲས་ཀྱི་ཡང་སྐད་ཆ་བཤད་སྲོལ་དེ་འདྲས་ཡོད་ད་དེ་ཚོ་ཤེས་པ་ཡིན་ན་ད་ག་རང་འགྲིག་གི་ཡོད་རེད་ད་སྲོང་བཙན་སྒོམ་པོད་ཀྱི་གནས་སྐབས་རེད་པ་ཡིན་པ་ཡིན་ན་བོད་བཙན་པོའི་རྒྱལ་རབས་འདི་ད་རྒྱ་སྐྱེད་ཆེན་པོ་འགྲོ་ཡག་གི་དེ་ཚོས་ཀྱིས་ཆགས་ཡོད་རེད་པ་དེ་ཡིན་དེ་ཚང་མ་ལ་ཁོ་རང་གིས་ད་ང་ཚོ་ཤོ་གི་རྒྱ་བསྐྱེད་ཡག་ལ་སོགས་པ་བཀའ་ཡིག་གསར་གཏོད་བྱེད་ཡག་ལ་སོགས་པ་དེ་ནས་ད་གཟོད་ལ་བོད་པའི་གི་རྒྱ་ས་དེ་ལྷ་ས་ལ་གནས་སྤོས་བྱས་ཡ་ལ་སོགས་པ་དེ་ནས་མཐའ་གཞན་དབང་དུ་བསྡུ་ཡ་ལ་སོས་པ་ད་ཐེངས་འདི་གི་ལོ་རྒྱུས་མང་པོ་ཅིག་བཤད་ཡ་ད་དེ་མདོར་བསྡུས་ཅིག་བཤད་ན་འགྲིག་ཡོད་ད་ཐུ་མོ་གསུམ་པོ་ད་རྒྱ་གར་ལ་སོང་ནས་དེ་ནས་དཔོན་འདི་ལྟར་ལྷ་རིག་པའི་སེང་གེ་དང་བྲམ་ཟེ་ལས་ཅན་ཀ་ར་ལ་སོས་པ་དགེ་བའི་བཤེས་གཉེན་དེ་བསྟེན་ནས་དེ་ནས་ཧ་ལས་པའི་གི་ད་དཀའ་ཚེགས་ཆེན་པོ་བྱས་བྱས་ནས་བོད་ཡིག་གི་ཡི་གེ་འདི་གཅིག་གི་ཆ་ཚང་བ་མ་ལ་ཆ་ཚང་གཅིག་བཟོས་ཡོད་རེད་ཟེར་ད་དེ་བོད་ཀྱི་ཡིག་གཟུགས་ནས་གསར་གཏོད་བྱས་པ་རེད་ཟེར་ངེས་དང་ད་དེ་འདྲི་ཡོད་ད་དེ་ལ་རྩོད་པ་འདྲ་མི་འདྲ་སྐད་ཆ་བཤད་ཡ་ཡོད་རེད་ཡིན་ན་ཡང་དོན་དངོས་དེ་བཞིན་པ་ཡིན་ན་ད་ག་རང་འགྲིག་ཡོད་རེད་ད་དེ་སུའི་ཆེད་དུ་རེད་ཟེར་དེ་ཚང་མ་ལ་བོད་པའི་གི་ཆེད་དུ་རེད་དེ་འདྲ་ཡིན་ཙང་ད་དོན་དངོས་གསོན་པོ་དྲ་སྟེ་སྲོང་བཙན་སྒོམ་སྤོས་གི་གླེན་པོ་ཡང་ཆགས་ཡོད་ར་ལ་དགེ་རྒན་ཡང་ཆགས་ཡོད་རེད་ཟེར་ན་འགྲིག་ཡོད་རེད་བ། ད་གནས་ཚུལ་དེ་ཅི་རེད་དེ་ཡིན་དུས་ཚང་མ་ལ་ད་དེ་འདྲའི་གཅིག་གིས་ད་ང་ཚོ་གི་མེས་པོ་དམ་པ་དེ་ཚོས་གི་ནི་དཀའ་ལས་བརྒྱབ་ཀྱི་དེ་འདྲས་བྱས་ཀྱི་ནི་བཞག་པའི་ད་བོད་ཀྱི་སྐད་ཡིག་བྱུ་རུ་དེ་ང་ཚོར་ད་ག་འདྲས་ཀྱི་ད་དེ་འཛིན་སྐྱོང་སྤེལ་གསུམ་བྱེད་པར་བྱས་པ་ལ་ད་ང་ཚོ་ག་རེ་དང་འབྲེལ་བ་ཡོད་རེད་ཟེར་དུས་ཚང་མ་ལ་ང་ཚོས་མི་སྒེར་སོ་སོ་ནས་འབྲེལ་བ་ཡོད་རེད་ཁྱེད་རང་བོད་ནང་ལོགས་ལ་བསྡད་ཀྱི་ཡོད་ན་འདྲ་ཆོས་ལོགས་ལ་བསྡད་ཀྱི་ཡོད་ན་འདྲ་ནི་གང་ལྟར་ཀྱང་ཁྱོད་རང་འདི་འདི་བོད་ཡིག་དང། བོད་ཡིག་འབྲི་དགོས་ཡ་དང་བོད་སྐད་བཤད་དགོས་ཡ་དེ་ཁྱོད་རང་གི་ལྟ་རྟོག་དུ་མེད་པའི་གི་འགན་འཁྲི་ཅིག་ཆགས་ཡོད་རེད། དངོས་གནས་དྲུང་ནས་གི་ད་ཁྱེད་སེང་བསམ་གཏན་ལྷ་མོ་གི་གསུངས་པ་ནང་བཞིན་ཀྱེ་ཀྱེ་བོད་གི་སྐད་དང་ཡི་གེ་སྙན་པོ་དེ་ཁྱེད་རང་གི་ཤ་དང་ཁྲག་ལ་ད་རྦད་དེ་ཤ་འདྲེས་པང་འདྲེས་ཆགས་ཏེ་བརྗོད་ཀྱི་གི་ཡི་གེ་ཅིག་ཆགས་ཡོད་རེད་དེ་ཆགས་པ་ཞེས་པ་ལ་དེ་མཛེས་ལྗོངས་སྤེལ་གསུམ་བྱེད་པ་ཞེས་པ་ལ་ནས་མི་སྒེར་པ་གཅིག་ལ་འབྲེལ་བ་ཡོད་རེད་མི་སྒེར་རེ་རེ་ནས་འགན་ཡོད་རེད་མི་སྒེར་རེ་རེ་ནས་ག་རེ་ཟོ་ར་འགན་དེ་ཁས་བསྲུངས་པ་ཡིན་ན་དེ་མི་མང་ལ་ཐུག་ཡོད་རེད་མི་མང་གི་འགན་འཁྲི་དེ་གཞི་ནས་ད་གཟོད་ང་ཚོ་རྒྱལ་ཁབ་དང་འབྲེལ་བ་ཡོད་པ་ཅིག་ཆགས་ཡོད་རེད་ཟེར་བ་དེ་ཤོད་ཡ་ཡིན། ལེ་སི། ད་ང་ཚོས་དེ་རིང་གི་སྐད་ཆ་བཤད་ཡ་དེ་ནང་ལ་མདོ་སྡུག་དེ་དེ་ཡིན་རེད་བ། ད་ཐེངས་རྗེས་མ་ནས་ང་ཚོ་ག་རེ་རེད་ཟེར་ན། བོད་སྤིག་གི་དེ་ནས་དབྱངས་དང་བོད་ཡིག་གི་ནང་ལོགས་ནས་དབྱངས་དང་གསལ་བྱེད་ནི་སྤྱད་ནས་ང་ཚོ་ག་རེ་ཟུར་སྒྲ་ཀློག་སྟོང་དང་འདེན་སྟོང་དང་དེ་འདྲས་སྤྱད་ན་ཨ་ནི་བང་རིང་སྤྱད་ནས་ངས་བྱས་ལམ་པ་ཚོ་ལ་ཞུ་ཡ་ཡིན་དེ་ནི་བོད་ཡིག་དང་བོད་སྐད་ལ་ཨ་ནི་ག་རེ་ཟུར་ད་འདི་འདྲས་ཀྱི་ཅིག་བརྩེ་བ་དང་ཤ་ཚ་དེ་འདྲས་ཡོད་པ་དང་དེ་ནི་དུས་ཚོད་ཀྱི་ཡིན་པ་ཡིན་ན་ཨ་ནི་བརྒྱུད་བསྐུར་གང་མང་མང་ཅིག་གནང་རོགས་བྱས་ཟེར་ནས་ཞུ་ཡ་ཡིན་དེ་མ་ཡིན་པིག་གི་ད་བོད་ཡིག་དེ་བོད་ཀྱི་སྐད་ཡིག་ལ་སྦྱང་འདོད་ཡོད་ངེས་དེ་འདྲས་ཡིན་པ་ཡིན་ན་ཨ་ནི་བརྙན་ཐུང་འདི་གི་ཕྱི་རྐང་ལ་ཐུགས་ཕན་ཅུང་ཟད་གསོས་པིག་གི་རེ་བ་ཡོད་ཐུགས་རྗེ་ཆེ།